ད་ལྟ་བར་དུ་དུས་ཚོད་འདོར་ད་ད་ལྟ་བར་དུ་རོ་བསམ་བློ་ཡག་པོ་ཅིག་བཏང་ན་རེ་ད། ངས་ཁྱེད་རང་ཚོ་ལ་རོ། འདི་ལ་བ་ར་ཅིག་ཡིན་ན་ཁྱོད་རང་ཚོ་མང་པོ་ཅིག་ཁོང་ཁྲོ་ད་ཟ་གི་རེད་རོ་ཡིན་ནས་ཉིད་ཡིག་ལོ། ང་ཚོ་བོད་པའི་སྤྱི་ཏོ། འདི། འཛམ་བུ་གླིང་འདི་ག་ལ་རོ། ད་ལྟ་བར་དུ་བོད་པའི་མིང་བོད་པའི་ཆོས་འདུ་འཛོ་རོ་གནས་ནས་དེའི་དེ་རོ། བོད་པ་མི་ལ། གཅིག་མ་ད་ཡོད་མ་རོག་གོང་ས་མཆོག་བཀའ་དྲིན་སྤྱི་སྐོར་རེད་ད་གོང་ས་མཆོག་བཀའ་དྲིན་སྤྱི་སྐོར་ལ་བལྟས་ནས་རོག་ང་ཚོ་རོག་ད་འདའ་བ་དང། བོད་པ་མི་བོད་པའི་མི་དངོས་གནས་ཀྱི་བྱེད་སྟངས་ད་ད་འདི་བྱས་ལ་ཡོད་མ་རེད་གལ་སྲིད་དེ་འདྲས་ལ་བ་ར་ཅིག་ཡིན་ན་དངོས་གནས་ཁོ་རང་ད་འདའ་བ་དང་ངས་འདི་ཚིག་འདི་བོད་ཆོས་ཞེ་དྲག་ཤུགས་ཆེན་པོ་བྱེད་ཀྱི་མེད་རོག་ཁ་ཆེ་ནི་གལ་སྲིད་དེ་འདྲས་ངས་ལ་བ་ར་ཅིག་ཡིན་ན་འདི་གོང་ས་མཆོག་ལ་དངོས་གནས་ཁོ་རང། ག་ལ་འོ་རེད། དཀའ་ངལ་བཟོས་ཡས་དང་གོང་ས་མཆོག་ཐུགས་ཕམ་ཡས་དང་དེ་འདྲས་གོ་བ་ར་བྱས་ཡིན་ན་གོང་ས་མཆོག་ཐུགས་ཕམ་ཡས་ག་ཅིན་ལ་ན་སྙིང་མ་དུས་ཚོད་ཅིག་ལ་ངས་གོང་ས་མཆོག་གི་ཞལ་ནས་གོ་མྱོང། བཀའ་ལབ་ཅིག་གནང་ལོ་ལ། བོད་ལ་མི་ཁ་ཤས་ཅིག་མ་འགྲོ་གི་འདུག། རྒྱ་གར་ལུང་པ་ལ་ག་རེ་ཁུ་ཅིག་བལྟ་ས་མི་འདུག་སྐྱག་མགོ་རིན་པོ་ཆེ་མ་གཏོགས་གཞན་པ་གང་ཁུ་ཅིག་བལྟ་ས་མི་འདུག་ལ་ནས། ཁོ་དངོས་གནས་ལག་འོག་དང་ཁོ་དངོས་གནས་ལག་འོག་དང་ག་ཅིན་ལ་ན་ཁོ་ང་ཚོའི་བྱེད་སྟངས་འདི་མཐོང་གི་འོར་བ། དེའི་ཆེད་དུ་འདི་ནོར་རེད་དཱ། གོང་ས་མཆོག་གིས་འདི་ནོར་རེད་དཱ།

ཡིན་ནས་ཁྱོད་ཚོ་ལ་ཞུ་གུ་མི་འདུག་རོ། ང་ཚོ་ལ་འགོ་ཁྲིད་ངེས་ཡོད་ད། འཛམ་བུ་གླིང་གི་སྡིངས་ཆ་ཚང་མ་ག་ལ་གོང་ས་མཆོག་བཀའ་དྲིན་ལ་བརྟེན་ནས་འཛམ་བུ་གླིང་སྡིངས་ཆ་འདི་ག་སླེབས་རྒྱུ་ཡིན་པ་དེ་ང་ཚོ་བོད་པའི་ལྗོན་ཤིང་ཆོ་ག་མར་དག་ཞེ་དྲག་ཞེ་དྲག་དྲང་པོ་ལའོ། འདི་ཧ་གོ་འོར་བ། གོང་ས་མཆོག་བཀའ་དྲིན་ལ་བརྟེན་ནས་འཛམ་བུ་གླིང་གི་སྡིངས་ཆ་མཐོ་རིས་མཐོ་ཚད་ཚང་མ་ག་ལ། ང་ཚོ་བོད་པའི་མིང་དེ་དེ་དེ་གོང་ས་མཆོག་བཀའ་དྲིན་རེད། Number One། རོ། ང་ཚོ་ལ་འགོ་ཁྲིད་ཡོད་ང་ཚོ་ལ་ཞུ་སྒོ་ཡོད་མ་རེད། ཞུ་སྒོ་ཚང་མ་གཉིས་དེ་རེད་ད། འཛམ་བུ་གླིང་མི་གཞན་པ་ལ། གང་ལ། འགོ་ཁྲིད་མཁན་ཡག་པོ་ཡོད་མ་རེད། ཡིན་ནས་མི་དམངས་ཤུགས་ཆེན་པོ་སྤེལ། དེ་ག་ཟེ་གི་ང་ཚོས་གི་ང་ཚོ་བོད་དེ་བོད་པའི་ང་ཚོ་བོད་མི་དེ་བཙན་བྱོལ་སྤྱི་ཚོགས་ནང་ལ་དེ་དེ་ངེས་གི་བོད་མི་དེ་རོ། དཔེ་ན་རེད་ད་སྤུ་གུ་ཕ་མ་གཅིག་ལ་སྤུ་གུ་ཁྲག་འཐུང་གཅིག་སྐྱེས། ཕ་མ་གིས་ག་ཚོད་བྱིས་ཤ་ན། ང་ཚོ་བསམ་ཤེས་མེད་ངེས་ཁ་ནི་ད་ཞུ་ཞིག་རེད་ད། ང་ཚོ་ཕ་མ་གིས་ག་ཚོད་བྱིས་ཤ་ན་ཕ་མ་ལ་བསམ་ཤེས་མེད་ངེས་ཕ་མ་ལ་མི་ཚེ་འགྲངས་ཚ་དཀའ་ངལ་སྤྲད་ཕ་མ་མ་གྲོངས་བར་དུ་དཀའ་ངལ་སྤྲད་དེ་ངེས་དེ་འདྲས། ཕ་མ་གྲོངས་ཚ་ནས་ད་འདོད་ར་ཟེར་ནས་སླེད་དེ་ངེས་དེ་འདྲས། འོང་དེ་འདྲས་སླེད་གི་འདུག་ང་ཚོ།

འདི་ལས་འདུག་བ་བྱ་ཡ་རོ་ང་ཚོས་འགན་དེ་མ་ཁྱེར་ན་ང་ཚོ་གོང་ས་མཆོག་ཞལ་བཞུ་བའི་སྐབས་ལ་སོ་སོ་ཕ་མ་གི་སེམས་པ་བསྲེས་བསྡད་ན་དངོས་གནས་ལ་ཡིན་ད། འདི་གཉིས་སེམས་པ་གི་འཚོ་བ་དངོས་གནས་ཡིན་ད་ང་དྲང་པོ་ལབ་བོ། ལག་གཡོག་ཕ་མའི་ལག་གཡོག་ཕོག་ཡ་ཡོད་རོ་འདི་ན་བཞིན་གོང་ས་མཆོག་ང་ཚོ་ལྟ་བའི་མིག་དང་ཁོག་པའི་སྙིང་ལྟ་བུ་ང་ཚོ་བོད་མི་ཡོངས་གི་ཕ་མ་རེད་རོ། ཕ་དང་མ་ལ་ངོས་འཛིན་གྱི་ཡོད་ནར་ད་དངོས་གནས་ལ་དཀའ་ངལ་འདི་རེད་ད། འདི་ཁྱོད་རང་ཚོ་ལ་ལད་ཟློས་ཙམ་པ་ལ་ཚང་མ་འགན་ཁྱི་གྱི་ཡོད་བསམ་གོར་ད་ད་ལྟ་འདི་ལ་མི་དྲུག་ཅུ་རེ་བཞི་ལྟ་དེ་ད་ཚང་མ་ང་ཚོ་ཚང་མ་འགན་ཁྱི་གྱི་ཡོད་བསམ་གོར། སྐྱག་པ་ཀུན་སྤྱོད་གསུམ་ལ་ཡིན་ད་འགན་གར་ཀུ་ཅི་ཁྱི་གོ་མར་ད་ང་ཚོ་ད་ལྟ་དཔའ་ཐོ་གོང་ས་མཆོག་དགུང་ལོ་བརྒྱད་ཅུ་ལྷག་ད་འདོད། འདི་ག་ལས་ཚ་ན་ཡི་ད་འདོད་ང་ཚོ་འགན་ཀུར་ཀུ་ད། གོང་ས་མཆོག་ལ། ཆབ་སྲིད་ཀྱི་སྐུ་དབང་བཞག་ཚར་ན་ཆབ་སྲིད་ག་ལ་དཀའ་ངལ་ཏེ་འཕྲད་ཡོད་ན་གོང་ས་མཆོག་ཁྲིད་ཡིན་གུ་འདུག་གོང་ས་མཆོག་ལ་འགན་བསྐུར་གུ་འདུག་ང་ཚོ་ང་རང་ཚོ་ང་རང་ཚོ་ཆབ་སྲིད་ག་ལའི་རྐང་པ་ཐང་ཐང་ལངས་ནས་འགྲོ་ཐུབ་གུ་མི་འདུག་བསམ་བློ་ཡག་པོ་བཏང་དང་རོ། ཇོ་རོན་པོ་ལ་ཡིན་དང་ང། དེ་འདྲའི་དེ་འདྲའི་བསམ་བློ་བསྐོར་འདོད་ཙམ་པ་ལ་རོ། ཇོ་རོན་པོ། བློ་ཕམ་གི་འདུག།

ང་ཚོ་འཛམ་བུ་གླིང་ལ་ཤེས་དུས་ཙམ་པ་ལ་ཤེས་འོ་ཅིག་ཆོས་ཤེས་ཞེའུ་ཤེས་སེམས་པ་བཟང་པོ་ཆེ་ཡག་པོ་ཆེ་གཅིག་ཆེ་གཉིས་ཆེ་སོ་སོ་རྐུབ་དོད་སྒྲོག་བྱེད་དུས་རྒྱལ་བ་རིན་པོ་ཆེ་ག་རེ་གསུང་གི་འདུག་འདི་ངའི་ལས་ཀྱི་ཡོ་དེ་འདྲའི་ལ་དབོར་རོགས་ང་ཚོ་རང་མ་རེད་རྒྱལ་བ་རིན་པོ་ཆེ་ག་རེ་གསུང་གི་འདུག་དེ་སོ་སོ་རྐུབ་དོད་སྒྲོག་བྱེད་དུས་ཙམ་པ་ལམ་སང་རྒྱལ་བ་རིན་པོ་ཆེ་ག་ལ་སྐྱབས་བཅོལ་གི་ཡོ

མིང་ཐིག་ཏུ། བཙན་བྱོལ་སྤྱི་ཚོགས་ནང་ལོ་ལ་ཆབ་སྲིད་ཀྱི་དཀའ་ངལ་གྱི་གླེང་དུས་ཙམ་པ་ལ། གོང་ས་མཆོག་ཤར་གྲུའི་གཡུང་དྲུང་བ་མ། རོ། གོང་ས་མཆོག་ཆབ་སྲིད་སྐུ་དབང་བཞག་ནས། སྐུ་དབང་བཞག་ཚར་བ། བསམ་བློ་ཡག་པོ་བཏང་ན་རེ་ད། ཆབ་སྲིད་སྐུ་དབང་བཞག་ཚར་བ། ད་ཆབ་སྲིད་ཀ་ལ་ག་རེ་བྱེད་ནས་གྲོས་འགོར་མ། རོ། ཆབ་སྲིད་ཀ་ལ་ཁ་རི་ཅན་འཁྲུག་པོ་རུ་ཚང་མ་གོང་ས་མཆོག་ལ་ཐུག་དེ་དང་དེ་ཆེ་དུས་ཙམ་པ་ལ་ད་བཙན་བྱོལ་སྤྱི་ཚོགས་ནང་ང་ཚོ་ལ་འགོ་ཁྲིད་ཡོད་རེད་ང་ཚོ་ལ་འགོ་ཡོད་རེད་ང་ཚོ་ལ་ཞུ་གུ་ཡོད་མ་རེད་དངོས་གནས་རེད་ད་དེ་སེམས་པ་དེ་དེ་ཆེ་དུས་ཙམ་པ་ལ་ང་ཚོ་བོད་པའི་འགན་ཁྱི་མི་འདུག་ད་བོད་པ་འགན་ཁྱི་མི་འདུག་རོ་ཨ་གོང་ས་མཆོག་ཕ་མ་ལ་ཡོ་ཕོ་བོ་རེད་ངས་ལ་དངོས་གནས་ལ་ཡིན་ད་ཁྱོད་རང་ཚོ་གཞུང་དང་དོན་གཙོ་ལ་ཞེའུ་གི་བླ་མ་དང་དོན་གཙོ་ལ་དད་པ་ཡོད་དོན་དོ་ཞེའུ་བྱེད་ཀྱི་འདུག་མང་པོ་འདུག་བླ་མ་ལ་དད་པ་ཡོད་དོན་དོ་བྱེད་མཁན་མང་པོ་འདུག་རོ་གོང་ས་མཆོག་ལ་དད་པ་ཞེའུ་ཡོད་དོན་དོ་བྱེད་ཀྱི་འདུག་གོང་ས་མཆོག་གི་གསུང་མཆོག་གི་རོ་ཟུར་གཅིག་བྱེད་ན་རོ་ང་ཚོ་བདེན་མཐའ་དཔེ་མང་པོ་གསལ་ཡོད་རེད་དཀའ་ངལ་མང་པོ་གསལ་ཡོད་རེད་ང་ཚོ་ལ་ཐབས་ཤེས་མང་པོ་ཡོད་རེད་མཆོག་རིན་པོ་ལ་ཡིན་དཱ། ང་ཚོ་དཀའ་ངལ་མང་པོ་སེལ་འདུག་རོ། ང་སེམས་པ་ན་ཡོད་དྲང་པོ་ལགས། ཨོ། བོད་པ་མང་པོ་གི་བྱེད་སྟངས་ལྟར་རོ། ཅི་གོ་ཅི་གོ་མང་པོ་ངུ་མྱོང། མི་ཚེ་ནང་ལོ་ལ་ང་ངུ་དགོས་ཡ་བདེན་པའི་བསམ་བློ་བཏང་ན། ངུ་དགོས་ཡ་ཆགས་མི་འདུག་ང་ང་རང་ང་རང་གི་བོད་པ་ཡིན་པའི་ཆ་ནས་ང་ལ་སྤོབས་པ་ཡོད། འགན་ཡོད་རོ།

ཨ་ཡོ་ཤི་ཡ། ད་དེ་འདྲ་རེད་དོ་ད་ག་ལ་བ། སེམས་པ་ནང་ལོ་ལ། སེམས་པ་ནང་ལོ་ལ་འཚོ་བ་ཅིག་ལིག་དུ་ར། བརྒྱ་ཆ་བརྒྱ་ནས་བརྒྱ། ང་རང་གཙོས་པའི་ང་ཚོ་བོད་པ་ཚང་མ་གི་འཐུས་ཤོར་འདུག་དོ། བླ་མ་ཞག་ཞུ་བའི་སྐབས་ལ་ཨ་མེ། བླ་མ་ཞག་ཞུ་བའི་སྐབས་ལ་རོ། ང་ཚོ་གོང་ས་མཆོག། ལྟ་བའི་མིག་དང་ཁོག་པའི་སྙིང་ལྟ་བུ། ཨ་ནི། ཕ་མ་འདྲ་བོ་ཅིག་ལ་ངོས་འཛིན་བྱེད་ཀྱི་ཡོད་ན་ཕ་མ་ཡིས། ཕ་མ་ཞག་ཞུ་བའི་སྐབས་ལ་དྲིན་ལན་གསོས་ཐུབ་ཡ་དེ་གལ་ཆེན་པོ་རེད་ད། ཕ་མ་མེད་བའི་སྐབས་ལ་ང་ཚོ་དངོས་གནས་ཁོ་རང་ལ་གཡོག་ཕོག་གོ་རེད་ད་ང་ཚོ་བོད་པ་གོང་ས་མཆོག་ཞག་མ་ཞུ་བའི་སྐབས་ལ་ད་ལྟ་བྱེད་སྟངས་བོད་པའི་གི་སྤྱི་ཚོགས་གི་འགྲོ་སྟངས་དང་བོད་པའི་གི་ལྟ་བ་ཁྱི་སྟངས་དང་བོད་པའི་གི་བསམ་བློ་བཏང་སྟངས་ད་ལྟ་གི་བསམ་བློ་བཏང་སྟངས་དེ་ཡིན་ན་བརྒྱ་ཆ་བརྒྱ་ནས་བརྒྱ་གོང་ས་མཆོག་མེད་བའི་སྐབས་ལ་ང་ཚོ་རྙོག་དྲ་ཆེན་པོ་ན་འཛུལ་ཚར་རེད་འདིའི་རྙོག་དྲ་དེ་ག་རེ་རེད་ལ་ཡོག་ལ་ཡོད་ད་ལ་ཡོག་རོ་ཨ། དེ་ཕྱི་དེ་ཙམ་པ་ལ་རྒན་ཁྱི་རོ་ཆེ་རྒན་ཁྱི་རོ་ཆེ་ཆབ་སྲིད་པ་ཡིན་ན་འདྲ་དཀོན་མཆོག་གསུམ་ལ་ཡིན་ད་ཆབ་སྲིད་པ་སུ་འདྲ་བོ་ཅིག་ཡིན་ན་རོ་ཨ་སོ་སོ་རྐུབ་དུས་ག་ལ་མ་བརྡལ་ལ།

དེ་འདྲས། དེ་འདྲས་ཀྱི་ག་ལ་བོར་ང་སེམས་པ་ཆུང་ཕྲ་ཡིན་གྱི་རེད་ང་མིག་ཆུ་བཏང་ཡ་ད་དེ་ཚོ་ང་དྲང་པོ་ལ་བོར་དེ་འདྲས་མིག་ཆུ་བཏང་འདོད་མི་འདུག་སེམས་པ་ན་ལ་འདི་སྟེང་ལ་བསམ་བློ་འཁོར་ཡོང་དུས་ཙམ་པ་ལ་དངོས་གནས་ཁོ་རང་ང་ཚོ་བོད་པའི་དགེ་རྒན་ཁྱེད་ཀྱི་མེད་བ་དང། གོང་ས་མཆོག་ཆབ་སྲིད་སྐུ་དབང་བཞག་ཚ་ནའི་ད་འདོད་ཆབ་སྲིད་ནང་ལོག་ལ་མ་དྲུས་ནས་ང་ཚོ་བཙན་བྱོལ་ནང་ལ་རྙོག་དྲ་ཕྱིན་ཅི་ཅིག་སླེ་བ་ར་བཅད་ཡིན་ན་དངོས་གནས་ཁོ་རང་ང་ཚོ་མི་དེ་དེ་འདྲས་ཁྲག་པོ་རེད་འདུག་གི་སྐུ་ཡ་མེད་སྐྱོ་མི་འདོད་ཤིང་དང་མ་སོ་ན་ཁྲག་པོ་ཆགས་ནས་མ་བསྐུ་ན་ཆགས་འགྲོ་ཡ་མེད་ན་ཆགས་འགྲོ་ཡ་མེད་བསྐུ་ཡ་མེད་རྒྱོ་འུ་འདི་རེད་དེ་གས་ཀྱི་དཀའ་ངལ་ཤུགས་ཆེན་པོ་ཆེ་ང་ཚོ་ང་ཚོ་བཙན་བྱོལ་སྤྱི་ཚོགས་འདི་ལགས་རོ། ཨ། འདི་བྱེད་དུས་ཙམ་པ་ལ་མི་དེ་འདྲས་མི་དེ་འདྲས་ཁྲག་པོ་དེ་འདྲས་མཐོང་རོ་མཚམས་མཚམས་ཧང་སང་གི་འདུག་དྲང་པོ་ལགས་སོ་སོ་སོ་སུ་གས་ཀྱི་སེམས་པ་གཏིང་ལ་ཨ་ནས་ངས་ལ་རྒྱོ་དེ་ལྟར་མང་པོ་མེད་ག་ལགས་རེད་འདི་ང་རང་གི་འཚོ་བ་ལིས་འདུག་རོ་གཉིས་མ་མི་གི། རྒྱ་གར་ལུང་པ་ལ་གོང་ས་མཆོག་མ་གཏོགས་གཞན་པ་གང་སྐུ་ཅི་ལྟ་ཡ་མི་འདུག་ལ་ཡེ་འཇོག་རོགས་འདི་ཚིག་འདི་ང་དངོས་གནས་ཁོ་རང་གོང་ས་མཆོག་རང་གི་གསུངས་སུ་ལྟ་དེ་འདྲའི་ལ་ན་འགྲིག་གི་མ་རེད་ལྟ་ངས་དེ་ལ་དཀའ་ལས་རྒྱག་ནས་དེ་འདྲའི་བཙུགས་ཡོད་ངས་དེ་ལ་དཀའ་ལས་རྒྱག་ནས་དེ་འདྲའི་བཞག་ཡོད་ལ་ནས་གོང་ས་མཆོག་སྤོབས་པ་མངའ་ནས་བཙན་བྱོལ་སྤྱི་ཚོགས་བཙུགས་ཡོད་བཙན་བྱོལ་གྱི་མི་མང་ཡོད་རེད་བཙན་བྱོལ་འདི་ནང་ལོགས་ལ་ཁོ་རང་ག་ལ་འོ་ར་ཁྲིམས་དང་འོ་སྒྲིག་གཞི་ཡོད་རེད། མང་ཚོགས་ཀ་བ་གསུམ་གྱི་སྒོ་ནས་ང་ཚོ་བོད་བདེན་མཐའ་བོད་མི་བདེན་མཐའ་གསོད་ཀྱི་རེད་ལ་ཡ་བྱེད་རོགས་བོད་མི་བདེན་མཐའ་གསོད་ཀྱི་རེད་ལ་ཡ་བྱེད་རོགས་འདི་ང་ཚོ་ག་ལ་འོ་ར། འོང་དེ་འདྲའི་གོང་ས་མཆོག་གི་སྤོབས་པ་ག་ལ་གསུང་གི་འདུག་རོགས་འདི་དག་པོ་རྒྱ་ངན་ང་ཚོ་ལྟ་དང་བྱེད་སྟངས་ང་ཚོའི་བྱེད་སྟངས་ལྟ་དང་གོང་ས་མཆོག་གི་གསུང་སྐྱོ་རོགས། སྐད་ཆ་བཅུ་དྲིས་བ་ར་ཅི་ཡིན་ན་ང་ཚོ་དེ་འདྲ་མང་པོ་སེ་འགྲོ་འདི་བྱེད་ཀྱི་མི་འདུག་སོ་སོ་དཀའ་ངལ་འཕྲད་དུས་ཙམ་པ་ལ་ལམ་བཟང་ཆབ་སྲིད་བཙན་བྱོལ་ནང་ལོ་ཆབ་སྲིད་ཕྱིན་ཆོད་ཅིག་བློ་བཟང་སེང་གེ་དང་སྤེན་པ་ཚེ་རིང་དང་ཁོང་ཚོ་ཤེས་ཡོད་དུས་ཙམ་པ་ཕྱིན་ཆོད་རུ་བ་དེ་ཚོ་མི་གཅིག་རུ་བ་ཞིའུ་ཞིའུ་ག་རེ་ཧང་སང་ཡ་ཡོད་རུ་བ་རྗེས་འགྲོ་ཡ་ཡོད་རུ་བ་ག་དུས་ཡིན་ན་དེའི་དེ་ཡ་མ་རུ་བ་དེ་འདྲའི་སྐད་ཆ་ཕྱིན་ཆོད་ཅིག་གླེང་བ་དང་གོང་ས་མཆོག་མ་གྲོས་གུས་འདུག་ཚང་མ་གོང་ས་མཆོག་ལ་ཐུག་བསྡད་དོ་གོང་ས་མཆོག་ལ་ཐུག་བསྡད་དོ། རོ། ཨ་ནི་བོད་ནི་གླིང་ངེད་ཀྱི་མི། དུང་གོང་ཅེས་ཞུས་ནས་མར་འགྲོ་ངེས་ཏེ། རྒྱ་གར་ལུང་པ་ལ་གོང་ས་མཆོག་མ་འདུག་མི་འདུག་ལ་ཡ་དེ་འགྲིག་གི་འདུག་ལ་ཡ་འགྲིག་གི་འདུག། རོ། འདི་ཕྱི་དུས་ཙམ་པར་ད་རིང་སྐད་ཆ་དེ་ཚང་མ་ཏེས Emotion མང་པོ་ཆགས་ཟེར་བ་ཡིན་ནས Emotion གཅིག་པོ་མེད་ད། ག་ཅིག་ན་ད་སེམས་པ་གདིང་ལ་འོང་ནས་ད་སེམས་པ་བསམ་གི་འདུག་ད། ང་ཚོ་བོད་པ་དེ་དངོས་གནས་ཁོ་རང་ང་ཚོ་ལ་འགོ་ཁྲིད་འདུག་ང་ཚོ་ལ་ཞུ་གི་མི་འདུག་ད། ད་ངེས་ཏེ་ཡོད་རེད་ཚང་མ་ངེས་ཏེ་ཡོད་རེད་ད་ད་དུས་ཚོད་དེ་ལ་ད་ད་ག་རེ་བྱེད་ཀྱི་འདུག་ང་ཚོ། རྒྱ་མི་ལ་འཛམ་བུ་གླིང་མི་ཚང་མ་གི་རྒྱ་མི་ལ་འདི་གཅིག་པོ་ང་ཚོ་བོད་པའི་ཁ་ནས་སུས་ཤེས་ཀྱི་འདུག་ངའི་ལ་སོ་བློ་བཟང་སེང་གེ་ཤེས་ཀྱི་འདུག་ད་ལྟ news གི་རྒྱ་གར news འཛམ་བུ་གླིང་གི་མི་མང་མང་ཤོས་འཛམ་བུ་གླིང་ནང་ལོ་མི་འབོར་མང་ཤོས་གཉིས་པ་དེ་གི news republic འདི་ན་ལ་ཤེས་ཀྱི་འདུག་བསྟན་འཛིན་བརྩོན་འགྲུས་ཤེས་ཀྱི་འདུག་རྒྱ་རི་སྒྲོལ་མ་ཤེས་ཀྱི་འདུག་ཨ་ནི། ངའི་ད་འཇིགས་ལ་བ་ན་ཤེས་རེད་གཞོན་ནུ་གི་དེ་ལ make China accountable ལ་ནི་རུ་བ project ཅིག་བྱེད་ཀྱི་འདུག་ཨ་ནི་སྤྱི་ཐུས་ཁ་ཤས་ཅིག་གི local news ཁ་ཤས་ཅིག་ལ་ཤེས་ཀྱི་འདུག་མ་གཏོགས་བོད་པ་གཞན་པ་ཚང་མ་ག་རེ་བྱེད་དུ་ངའི་དེ་ཀྱི་འདུག་བ་དྲང་པོ་ལབ་བོ། རོ། དང་བདག་གི་དུས་ཚོད་གནས་སྐབས་འདི་ག་ལ་རོ། ཤེས་ཡས་ཀྱི་ཡོད་རོ། འཛམ་བུ་གླིང་ལ་ཁྱབ་པའི་དང་སྤྱི་དུས་སྟོབས་ནག་དེ་ནམ་རྒྱུན་ཤེས་དུས་ཙམ་པ་ལ་པག་པག་པག་པག་པག་ཤེས་དོག་ག་བ་འགྲོ་སོ་སྤྱི་དུས་སྟོབས་ནག་དུ་འཛོ་ཉེས་དེ་ཡོད་རེད། སོ་སོ་ག་རེ་བྱེད་མ་ཐུབ་ན་རྒྱ་མི་ལ་ང་ཚོ་གི་དགྲ་བོ་དེ་ལ་གན་འདྲེ་ཏག་ཏག་གན་འདྲེ་བཟོས་དགོས་ཡོད་མེད། ལམ་སྟོན་བྱེད་ན་འགྲིག་དོག་ང་མི་ཐེབས་ཆག་ཅིག་གི་བོད་དེ་རྒྱ་མི་ཁུངས་དོག་མ་རེད། ཐའི་ཝན་དེ་རྒྱ་མི་ཁུངས་དོག་མ་རེད། ཕི་ཀེ་ག་ས་ཧོང་ཀོང་གི་དཀའ་ངལ་འདི་རྒྱ་མིས་ད་ལྟ་རྙོག་དྲ་བཟོས་ཏེ་འདི་བལ་ཁོ་རང་ཁྲིམས་འགལ་རེད། འདི་ཚོ་གསུམ་ཚིག་གཅིག Facebook ལ་བྲིས་ན་ད་ང་མི་ཐེབས་ཆ་ང་ཙམ་ནས་ཁྱོད་ཚོ་ཉན་དགོ་རོ། འདི་ཆེ་བསྟོད་ཙམ་པ་ལ་འདི་འདི་དངོ་གནས་རེད་འདི་ད་དྲང་པོ་ལའོ། ཨོ་ཁེ་ཚང་མ་ལོ་ཚད་རིང། ཡིན་ནས་དྲང་པོ་ལའོ་ང་འདི་འདྲའི། ད་ག་རེ་བསམ་བསམ་རོགས། དང་པོ་ལ་འོ་སེམས་པ་ནང་བློ་ལ་འོན་ཏེ་འཚོ་བ་ལས་སུ་ད་ལྟ་ཐོབ་རྒྱག་དགོས་རྒྱག་ང་ཚོ་ཤེས་དེ་དུས་ཙམ་པ་ལ་ང་དངོས་གནས་ཁོ་ར་སེམས་པ་ནང་བློ་ལ་འོན་ཏེ་བོད་ནས་གཉིས་མ་བ་ར་ན་སི་ལ་དུང་གོ་འོན་ཆེད་གནང་དུས་ཙམ་པ་ལ་གོང་ས་མཆོག་གི་དུང་གོ་འོན་ཆེད་གནང་དུས་ཙམ་པ་ལ་དེ་དུས་ཙམ་པ་ལ་གོང་ས་མཆོག་གི་ང་སྤུ་གུ་ཡིན་ང་སྤུ་གུ་ཡིན་འོན་ཏེ་དུས་ཙམ་པ་ལ་གསུང་ཆོས་དུང་གོ་འོན་ཆེད་ཅིག་ཞུས་དུས་ཙམ་པ་ལ། དགུ་བཅུ་གོ་གཅིག་རེད་གཅིག་རེད་ང་སྤུ་ཝིན། ཨ་ཁྱོད་རང་ཚོ་བོད་ལ་མར་ལོ་ངས་ཁ་ཤས་གཅིག་ཡིན་ཨེ་འདོད་རྒྱ་གར་ལུང་པ་ལ་གོང་ས་མཆོག་མ་གཏོགས་གཞན་པ་ལྟ་ས་མི་འདུག་ལ་ཡོད་འདུག་འདི་ཆུ་ནོར་འཁྲུལ་རེད་ད་ལ་ནས་གོང་ས་མཆོག་གིས་སྤོབས་པ་ཐོང་པོ་གཅིག་ག་ལ་ངེས་ཀྱི་དེ་ལ་སྤྱི་ཚོགས་ཀྱི་གཙུག་ཡོད་ཨེ་འདྲས་གཅིག་གྱིས་ཡོད་མི་དམངས་ཡོད་རེད་ལ་ནས་གོང་ས་མཆོག་གིས་སྤོབས་པ་ཐོང་ག་ནས་གསུངས་སོང་འོན་འདུག་དེ་ཙམ་པ་ལ་དཀའ་ལབ་གཅིག་གནང་ཟེར་བ། ཡིན་ནས་ང་སྙིང་རྗེ་ལ་བསམ་བློ་འཁོར་དགོས་འདུག་བོད་ལ་མར་འགྲོ་ངེས་དེ་ལྟ་ན་རོགས་ང་ང་རང་གི་སྤྱི་ཚོགས་དེ་ངས་གལ་འགྲན་ཡོད་མེད་ངས་ཧ་གོ་གི་ཡོད་ངེད་ཀྱི་གཡས་གཡོན་སྤྱི་ཚོགས་དེ་ནང་ལོགས་ལ་ངས་མི་གལ་འགྲན་ཡོད་མེད་ངས་ཧ་གོ་གི་ཡོད་ངས་མཐོང་གི་འདུག་རོགས་ང་རང་སྤྱི་ཚོགས་མི་དེ་བྱེད་སྟངས་ང་དང་པོ་ལ་མི་བརྒྱ་དང་ལྔ་བཅུ་ཅིག་བསྡད་སྐྱོ་ནང་ལོགས་ནས་རོགས་སྐད་ཆ་ག་ཚོད་དྲི་ངེས་ཡོད་མེད་ག་རེ་དྲི་ངེས་ཡོད་མེད་འདི་ངས་མཐོང་གི་འདུག་འདི་ནང་ལོགས་ལ་རོགས་ངེད་ཀྱི་མིག་ནང་ལ་མཐོང་གི་འདུག་འདི་མཐོང་དུས་ཙམ་པ་ལ་བསམ་བློ་ཡག་པོ་ཅིག་བཏང་ན་རེ་ད་བསམ་བློ་ཡག་པོ་ཅིག་བཏང་ན། ང་རང་སྤྱི་ཚོགས་དེ་ཉིད་མཐོང་སྐོར། ཡིན་ནས་གོང་ས་མཆོག་དངོས་གནས་འཁོར་བ་འཕགས་པ་སྤྱན་རས་གཟིགས་རུ་བ། ང་ཚོ་སྙིང་རྗེ་རང་གཟུགས་ཡིན་དུས་ཙམ་པ་ལ་ང་ཚོའི་བྱིས་སྐྱོ་ནོར་འཁྲུལ་ཚང་མ་ལ་ད་ལྟ་བར་དུ་ཡིན་ནས་ཉིན་མ་གཅིག་ལག་གཡོག་ཕོ་བུར་གོང་ས་མཆོག་མེད་བའི་སྐབས་ལ་རུ་བ་ང་ཚོ་བཙན་བྱོལ་སྤྱི་ཚོགས་དེ་ལག་གཡོག་ཕོ་བུར་ད་ལག་གཡོག་རུ་བ་དེ་དུས་ཙམ་པ་ལ་རྙོག་དྲ་ཆུ་ཐག་ཆོད་ཡ་མེད་སྐྱོ་དེ་འདྲའི་རྙོག་དྲ་དེ་འདྲ་ལིག་རུ་བ་དེ་དུས་ཙམ་པ་ལ་ཨ་ཨ་ངས་ད་རིང་ལ་སུ་བསམ་པ་བྱེད་ཡ་རུ་བ་འོན་དེ་རེད་ད་གཙོ་བོ་ཆེ་ཤོས

སྤྱི་ཚོགས་དྲ་རྒྱ་ནང་ལོག་དང་ཆབ་སྲིད་པ་དག་ཚང་མས་ཀྱི་གོང་ས་མཆོག་མིང་འདི་རང་མ་ཐིངས་འདུག་དོ་གོང་ས་མཆོག་མིང་རང་བློ་བཟང་སེང་གེ་དང་སྤེན་པ་ཚེ་རིང་དཀའ་ངལ་དེ་བློ་བཟང་སེང་གེ་སྤེན་པ་ཚེ་རིང་དཀའ་ངལ་རེད་གོང་ས་མཆོག་ག་རེ་འབྲེལ་བ་ཡོད་དེ་ཡང་གོང་ས་མཆོག་མ་ཐིངས་གོ་དེ་པ་ར་ལ་རྙོག་དྲ་ཚང་མ་ར་དང་རྙོག་དྲ་ཆུན་ཆུན་ཅིག་ཆགས་བ་ར་ཅིག་ཡིན་ན་གོང་ས་མཆོག་ཐིངས་གོ་དོ That's not good ཉི་མ་ཕྱིར་ལ་ཡོག་པོ་རེད་འདི་མ་གཏོགས་གཞན་པ་གང་ལ་ཡ་མི་འདུག་ཚང་མ་ལོག་ཚེ་རིང་དཀའ་ཤོག།